རྣམ་པ་ལྷན་སྐྱེས་སྐུ་ཁམས་བཟང། ཉེ་ཆར་འདི་ག་རླུང་འཕྲིན་ཁང་གིས་རྒྱ་གར་ལྷོ་ཕྱོགས་བོད་མི་གཞིས་ཆགས་ཁག་ཅིག་གི་ནང་བསྐྱོད་པའི་ཁྲོད། ཧུན་སུར་རབ་རྒྱལ་གླིང་དུ་འཚོགས་པའི་འདི་ལོའི་རྒྱལ་ཡུམ་ཆེན་མོའི་དྲན་རྟེན་རྐང་རྩེད་སྤོ་ལོའི་རྩེད་འགྲན་ཐེངས་ཉི་ས་དགུ་པའི་ཐོག་ཁྱེད་ཅག་གིས་གནས་ཚུལ་རིམ་པ་རྒྱང་བསྲིང་ཞུས་ཡོད། དེ་རིང་གི་ང་ཚོའི་བློ་གསར་གཞོན་ནུའི་ལས་རིམ་འདིའི་ནང་རླུང་འཕྲིན་ཁང་ནས་སྐབས་དེའི་གོ་སྐབས་དང་བསྟུན། རུ་ཁག་ཁག་ཅིག་གི་རྐང་སྤོ་བ་དང་དོ་དམ་པ། གོ་སྒྲིག་ཚོགས་ཆུང་བཅས་དང་ལྷན་དུ་བོད་མིའི་རྐང་རྩེད་སྤོ་ལོའི་མ་འོངས་གནས་བབ་དང། རྩེད་འགྲན་པ་ཕན་ཚུན་ཉོ་འབོལ་ལམ་ལུགས། ལྷག་དོན་བོད་རྒྱལ་ཡོངས་རྩེད་རིགས་ཚོགས་ཆུང་གི་འགན་དབང་བཅས་ཀྱི་སྐོར་བཅར་འདྲི་ཞུས་ཏེ་འཆད་འགྲིག་ཞུས་ཡོད།
ངའི་མིང་ལ་སྐལ་བཟང་ཚེ་རིང་ཟེར་རོ། ནི་ད། ང་དམ་སྲི་ལགས་ཀྱི་ད་རྐང་རྩེད་སྤོ་ལོའི་རུ་ཁག་གི་མན་ནེ་ཇར་ཆགས་བསྡད་ཡོད།

འདི་དུས་ཡིན་ན་ང་རང་ཆགས་ཞོར་ནས་ཀྱེ་ང་འདི་དུས་ཡང་གོ་ལི་ཡིན་གོ་ལི་པོར་ཡིན་ཀ་ན་ཀྲ་གི། ཨ་ད་ལྟ་འདི་གཉིས་པ་འདི་ང་རང་ད་ས་གནས་ན་ང་ཚོམ་ཚོགས་ཚོགས་ཚོགས་བྱེད་འདི་ག་ལ་ང་རང་སུ་ཚོགས་འགྲོ་ག་རེ་ལེགས་ལ་ན Field མ་སོང་ན་ཚུ་ཚུ་པྲོག་འགྲོ་བྱེད་འདུག་ག་ལ་ན་ས་གནས་འདི་ལ་ང་རང་ང་ཚོ་འདི་རྒྱུ་ལས་གསར་བ་བྱེད་འདི་ལ་འདི་ཏེམ་འདི་འཇིགས་སེམས་འདི་ང་ཚོ་ལ་ཡང་ཁ་ལ་བོར་བྱེད་ཁ་ལ་བོར་འདི་ལ་ཡང་ང་ཚོ་འཇིགས་སེམས་འདི་ལ་ང་ཚོ་འདི་ར་ཐུ་བ་འདི་ལ་ཡང་ས་གནས་འདི་ལ་ཡང་ང་རང་སུ་པོ་བ་ཡོད་ལ་ཡང། ངའི་མིག་ལ་ཚིག་ཏུ་འགྲོ་གི་ཡིན།
ང་ཨ་འབྲོག་གི་ནང་ད་རྩེད་མོ་འདི་གང་ལ་ལ་ན་ཉིས་སྟོང་གཅིག་ནས་རྒྱ་ཡོལ་ཆུང་པོ་རྩེ་དེ་ཡིན་རེད་བ། ཨ་ནི། ད་ག་ལ་འོ་རེད་ང་ཚོ་སྤྱི་ཚོགས་ནང་ལ་ལྷོ་ཕྱོགས་ཀ་ཅིག་ཀོ་ལེ་ཀ་ཡིན་ན་རེད་སྦེ་ལ་ཀོ་པེ་ཡིན་ན་རེད། ད་ལྟ་ང་ཚོ་གི་ཀྲི་སི་ཡུལ་སྤུ་བོ་ཡིན་ན་རེད་མོན་གྷོར་གཞིས་ཆགས་སྤུ་བོ་སྤུ་ར་ལྗོངས་ཐང་ནས་མོན་གྷོར་ནི་ད་ལྟ་གཅིག་ཚགས་མཚོ་བོ་མོན་གྷོར་རྩེད་མོ་ཡག་པོ་ཡོང་དེ་ཚང་མ་ཆུ་བསླབ་གྲྭ་ནི་ཆུང་ས་ནས་སྦྱངས་དེ་དུས་དེ་ལ་བསླབ་དེ་ངེས་ཤིག་ཡིན་རྩེད་མོ་འདི་གང་ལ། ཨ་ནི་ད་ང་ར་འབྲོག་གཞིས་ན་རྒྱ་གར་ནང་ལ

ལམ་སེ་ལ་ན་ཙེ་རེད། ཀྲིན་པུའུ་ལ་ན་ཀོ་འདྲ་ཀྲིན་ལ་ན་ང་ཚོ་སྤུ་གུ་ཡོད་རེད། དེ་ང་ཚོ་ཨེན་ཨོ་སི་ལ་ཤུག་ཡོད་རེད། ཨེན་ཨོ་སི་ཤུག་ག་འདྲ་ཀྲིན་ཧོ་ལ་ན་ཀྲིན་ཨིན་ཞེས་གལ་སྲིད་སྐད་ཆ་དྲིས་ན་ང་ཚོ་ཡར་ཀྲིན་ཧོ་རེད། ད་ནང་པ་ཁ་སང་ཆོས་ངག་དབང་ཆོས་ལོ་བཙོང་དུས་ང་ཚོ་ཨེན་ཨོ་སི་བསྐུར་རེད། ང་ཚོ་ཀྲིན་མེད་དུས་ང་ཚོ་བཙོང་གོ་རེད། ཡིན་ན་ད་དེ་ས་ཆ་འདི་ནང་སུ་སུ་གཞིས་ཆགས་ནང་ན་རྩེད་མོ་རྩེད་མཁན་ཡག་པོ་དེ་འདྲ་ཡོད་རེད་ད་ཕོར་ཨིག་ཟམ་པོར་ང་ཚོ་ནང་ལ་ཨ་ཡེ་ལིག་རྩེད་མཁན་དང་པི་ལེར་མང་པོ་བྱུང་རེད་མོན་གྷོ་ཀྲིམ་ནང། འོ་དེ་འདྲ་ཡོད་དུས་ང་ད་ཁོ་ལ་ཕྱི་ལོ་བཙལ་ལ་ང་ཚོ་ཀྲིན་ཡོད་ཀྱི་ཡོད་ལ་ཁོ་ཕྱི་ལོ་བཙལ་ཁར་འགྲོ་གི་ལ་ན་ད་ཕོར་ཨིག་ཟམ་པོར།

བྱས་ཡོད་མ་རེད། ཕྱི་རྒྱལ་འགྲོ་བའི་སུ་སུ་དང་གནས་སྟངས་ག་ག་རེད་ག་རེ་ད་གནས་སྟངས་ག་རེ་ཐག་ཐོག་ལོན་ཕྱི་རྒྱལ་འགྲོ་དགོས་རེད་ད་ཕུ་མི་སྤུ་གུ་དང་རྩེད་འགྲན་པ་ཉུང་ཉུང་ཉུང་འགྲོ་ཡིན་ནས་ད་ང་རང་ཚོ་གི་ད་འཆར་གཞི་འདི་ག་འདྲས་ལབ་ན་དང་པོ་ད་ང་ཚོ་འགྲོ་བཞིན་ནང་འགྲོ་བཞིན་ན་ང་ཚོ་སུ་སུ་སུ་སུ་ན་ད་ནང་གཙང་མ་བྱས་ནས་སུ་སུ་སུ་ལས་འགན་ག་རེ་བྱས་ནས་དང་པོ་ནང་ནས་འགོ་བཙུགས་ར།

གལ་སྲིད་སྤུ་གུ་དེ་ད་ཡག་ག་ཞིག་ད་སུས་ནས་ད་དམ་གི་ར་དང་པོ་ཡག་ག་ག་ཞིག་དམ་དེ་ཡིན་ཆེད་ད་ཨིན་དའི་འགྲོ་ཆེད་ཡག་པོ་མེད་ཆེད་ཡག་པོ་ཡོད་ཨིན་དའི་ཆེད average ལས་ར་ང་ཚོ་ཨིན་གྱི་དོན་ཆུ་ན average དེ་ཡིན་ན་ང་ཚོ་གང་ཅིག་རེད་ཁོ་གི་འདོད་པ་ཆེད་ཁོ་གི་ད་བིལ་ཆེད་ཡོད་ར་ཁོ་རང་གི་འདོད་པ་ག་དུས་ཨ་ནི་ཁོ་རང་གི་སེམས་ཤུགས་ད་ཚང་མ་ད་ཁོ་ཡག་པོ་འདུག་ན་ང་རང་ཚོ་གི་ཁྲིད་བྱ་དགོས་གང་ཟེར་ན་ང་རང་ཚོ་བསམ་ཚུལ་གང་རེད་ན་ཉོས་ན་ཕྱི་ལོག་ཉོས་ན་དང་པོ་འགྲོ་སོང་ཅིག་བཏང་འོ་རེད་ད་ཨ་ན་ཞིག་གི་རེ་བ་ཅིག་རྒྱག་འོ་རེད་ཨ་ནི། ང་རང་ཚོ་ཀེམ་ནང་ལོ་མི་མང་པོ་ཡོད་དེ་མི་མང་ལ་ང་ཚོ་ཁ་བཏགས་བོར་བྱས་ལ། མི་མང་ཡང་ཁ་ཁ་བཏགས་གི་ལབ་ན། ང་རང་ཚོ་སྤུག་ཡུལ་ཡུལ་གྱི་ཕྱི་ལོག་ལ་གང་ཞིག་བསླབས་པའི་ལས་ཞོར། ང་རང་ཚོ་འགྲོ་སོང་བཏང་སྐོར་རེད་ང་རང་ཚོ་ཚང་མ་ཤི་ཤུགས་རྒྱག་ཡས་ནས་ང་རང་ཚོ་ནང་ལོག་ཤུགས་རྒྱབ་ཟེར། ཐོབ་ན་མཉམ་དུ་དགའ་བཟོ་བྱས་རེད་ཤོར་ན་གང་མང་མཉམ་དུ་འདི་བྱས་ལས་ཞོར། འདི་ལྟ་བ་ཁྱི་དེ་ལྟ་མང་བྱས་ང་ཚོ། ད་ལྟ་བ་རྙིང་པ་ལ་ནི་ངས་ཧ་མ་གོ་ཡིན་ན་ཡང། ང་ཚོ་མི་མང། ལྟ་བ་དེ་འདྲ་ཡོད་དུས་ང་རང་ཚོ་ཡེ་ནས་ད་ཚོགས་པ་དེ་མི་དམངས་པ་ཡི་འགྲོ་བ་ར་གང་ལ་རེ་བ་རྒྱ་ས་མི་དམངས་ར་ང་རང་ཚོ་གི་གང་ལ་ལ་ཞལ་འདེབས་སློང་དགོས་ཡེ་ནས་རེད་ག་རེ་འབྲེལ་བ་ཆེ་བ་ནི་མི་དམངས་ར་ད་ང་ཚོ་ང་འདི་ལྟ་བ་ཁྱེད་དེ་རེད་འདི་གཅིག་བྱས་གཉིས་པ་ག་ལ་ན་ད་ཨེ་གན་ས་མ་རེད་ཡེ་ནས་ད་ཁོ་རང་ཚོ་གནད་གནད་གནད་འགག་པ་ར་སུ་སུ་སུ་ག་འདྲས་ཧ་གོ་ར། གཟུགས་གོ་ཡོད་ན་ཉོས་རེད་གླིང་འདི་ལ་ང་ཨེ་གནས་སུ་མེད་ཉོས་ན་ཡག་པོ་གང་ལ་ན་གོ་སྐབས་ར་བོར་བསགས་མོ་འདུག་ང་ལ་ང་ཚོ་གཞིས་ཆགས་ན་མི་ཡོད་ར་ད་ང་ཚོ་མི་མ་ད་ན་ང་རང་ཚོ་ཆ་ཐབས་ཤེས་བཏང་འདི་ཁྲིད་འགྲོ་གི་ར་ཨེ་གནས་ད་གཞན་པ་འགྲོ་ཤེས་ན་ཕལ་ཆེར་ཁ་ཤས་ར་གོ་མ་ར་ད་ར་གོ་མི་དུས་ནི་ཉོས་གོ་ར་ཉོས་དུས་ཡང་ཁ་ཤས་ང་འདི་ཡག་པོ་ཐུག་མོ་འདུག་ད་ཨ་ད་པན་ཆ་ས་ད་མང་པོ་རང་ཚོ་དེ་པོ་འདྲ་ལ་ད་ཨོ་ཞེས་རང་ད་ཨེ་ཡོན་སྡེ་བ་ལ་ད་ང་གཞིས་ཆགས་ཧ་མ་ག་མང་པོ་འདུག་ཁམས་ཁ་ཐོར་ད་མང་པོ་འདུག་ཁོང་ཚོ་གཅིག་གཉིས་གསུམ་ཞིག་ཡག་པོ་ཡོད་ཀྱི་རེད་ད་དུང་ཚུ་ཚའི་མ་རང་ལྷ་དེ་རོ། རུ་དགའ་མ་རང་སྙིང་རྗེ་སུ་སུ་རུ་དགའ་མི་དུས། དུས་དུས་ཁོང་ཚོ་ད་ཉོས་དུས་བོར་འདྲ་ཡིན་ཉོས་ནས་དམ་ཟ་ཉོས་ནས་དུང་ཟ་ཡག་པོ་འཐུང་གང་ཁོ་རང་ཚོ་གོ་སྐབས་ཅིག་རག་དེ་རོ། བི་ཤ་བི་ཤ་རེ་གི་རེ་སུ་སུ་མ་རེ་ད་ག་ནས་ཤིག་གི་སུ་སུ་གོ་སྐབས་ཅིག་རག་དེ་རེ། དེ་ཡག་པོ་འཐུང་གི་འདུག་ཡིན་ནས་ད་སུ་སུ་ང་རང་སུ་ཡང་ཨ་མདའ་རུ་དགའ་ཁར་ལ་ན་ཆ་ཤི་དེ་ག་རང་རེ། ཕྱི་ལོ་ཉོས་ཡ་དེ་དང་པོ་མེད་བྱས་སུ་སུ་ནང་ལོ་གོ་སྐབས་ཤི་སྟེ་སུ་སུ་སྤུ་དེ་ལོ་ཆུང་བ་ནས་སུ་ལ། དེ་ནས་གང་ལ་ན་ང་ཚོ་གོ་སྐབས་མ་རག་ན། རྗེས་ལ་ཁོ་རང་ཚོ་གིས་དབྱིངས་དེ་བརླག་འགྲོ་གི་ར། རྩེད་མོ་ལ་དེ་ཧྥུ་པོ་ལ། ད་ང་གོ་སྐབས་ནི་རག་མི་འདུག་རྩལ་ནི་རག་མི་འདུག་ཅིང་ཕྱིར་ལོག་ཉོ་གི་འདུག་ཨ་ནི་སེམས་ཤུགས་ཆགས་བྲལ་བའི་ཆུ་ར། ཨ་ནི་ག་ལེར་ཁོ་ཚོས་ད་གིས་བབ་ཆེ་བྱས་ཆུ་ར་འོན་ཏེ་ཨ་ནི་ང་ཚོས་འོན་ཏེ་བསམ་བཏང་བྱས་ང་རང་ཚོ་དང་པོ་ཉོས་ཡས་མེད་པ་བྱས་ང་རང་ཚོ་ནང་ལོག་ལ་གོ་སྐབས་ཤིག་སྤྲད་ན་ཆུང་བ་ནས་བྱས་ནས་ཧ་ལ་ཨ་མདའ་ཁོ་རང་ལབ་པ་ནས་བྱས་ཏེ་གོ་སྐབས་སྤྲད་ཆུང་བ་ནས་དང་པོ་ནང་སོས་ནས་ཡག་པོ་ནས་ཆགས་མ་ར། གོམ་པ་གཅིག་གཉིས་གསུམ་བརྒྱ་བོར་འང་འདི་འགྲོ་གི་ཆུ་དང་པོ་ཆུ་ཡག་པོ་དེ་སབ་སབ་སེ་ཆུ་ཤེས་བྱ་དག་ན་ཞིག་གི་ཡར་རྒྱས་བཏང་ཡར་རྒྱས་བཏང་ཡར་རྒྱས་བཏང་ཁོ་རང་གི་རྗེས་ལ་མཱིན་སེད་ཡག་པོ་ཆ་ཡག་པོ་བཙལ་ཨང་དག་ན་ཞིག་གི་གོ་སྐབས་རག་གི་ར་འོང་འདི་འགྲོ་གི་ཆུ་ཡིན་ཐུགས་ཆེ་གནང། ནུ་ལ་འདི་གང་ལ་སོང་ཡིན་ན།
ད་ང་འདི་བསམ་ཚུལ་ཐུན་ཚོད་ཞིག་འདི་གནང་ལ་ངས་བསམ་གི་འདུག་ད་ང་ཚོའི་བོད་པའི་རྩེད་མོ་འདི་རོ་ད་སྙེ་མ་ནས་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་བརྒྱད་གཅིག་ལ་ད་ཇི་སེ་མཐང་པོ་མཐང་པོ་འགོ་བཙུགས་ར་དམ་ས་ལ་ལ། དེ་ནས་མང་ཆེ་ནས་ང་ཚོ་ད་ཅིག་བརྒྱུད་རིམ་བྱས་ནས་འདི་འགྲོ་ནས་ད་སྙན་མ་ཡིན་ན་ཧྥུ་ཏྤོལ་དེ་པའི Standard རྩེ་གོག་རེ་ཡིན་ན Standard ལོ་རེ་རོ་ད་ཕྱིས་སུ་ག་ལེ་ག་ལེ་ད་ཅིག TV ད Internet ད་དེ་འདྲ་ཐོག་ནས་རོ་ད་ཡ་མང་པོ་བྱང་ཡ་མང་པོ་ཡོད་ཙང་ད་དེང་སང་ལོ་མང་པོ་ཅིག་ནང་ལ་ཁྱད་པར་ད་དེ་གསུམ་པ་རོ་པའི་ཧྥུ་ཏྤོལ་པའི་ག་ལ་འོ་རེ་ཡར་རྒྱས་ཞུ་འགྲོ། རྩེད་མོ་རྩེད་སྟངས་ཡིན་ན་རེད་ག་རེ་ཐོག་ནས་ཡང་དེ་གི་ཐོག་ནས་ངེད་ཀྱིས་ཡང་དག་དྲང་སོར་བྱེད་ཞོར་དང་ལེར་ཉོན་ཡོད་དེ་དེ་ལ་བསམ་ཚུལ་ངེད་ཀྱི་བསམ་ཚུལ་ཐོག་ན་དཔེ་ཡག་པོ་རེད་གསུངས་འདུག་ང་ཚོས་གིས་ག་རེ་བསྟུན་དགོས་ལབ་ན་ང་ཚོས་པི་ལེའི་འཛུ་རྒྱར་སྐྱོད་ཀྱི་ཞུ་འགྲོ་གི་ཡོད་རྣམ་པ་ཨ་པི་ལེ་ལ་རིན་ཐང་བྲིས་ཀྱི་ཝལ་ལུས་བྲིས་ཡོད་དེ་པི་ལེ་ཅིག་ཝལ་ལུས་ཡག་པོ་ཡོད་ན་ཨ་ནི་ཁོ་ལ།

ཡིན་ནི་འདི། ཡག་པོ་རེད་སོང་འདི། མོ་འདི། ལའང་ལྟ་ཅི་ད་ནས་ནོར་ཅིག་འབུ་ལ་རོ་ཆ་བཞག་ཡོང་ན་ད་སྤྱི་ལོ་ཉིས་སྟོང་གཉིས་ལོ་ནས་ཕྱི་ནས་ད་ར། སོ་སོས་ཀྱིས་ད་རྒྱལ་ཡུམ་ཆེན་མོའི་རྩེད་འགྲན་འདིའི་ནང་ལོགས་ལ་ད་མ་གུས་དང་ལང་ཐོག་ནས་ཕྱག་ལས་མང་པོ་ཆེ་གནང་ཡོད་ར། ད་བརྒྱུད་རིམ་འདིའི་ནང་ལོགས་ལ་ཡ། འགྱུར་བ་ཆེ་ཤོས་འགྲོ་གི་ལ་འོ་ར། སྙེ་མ་མེད་ཀྱོག་ད་ད་ཡོད་ཀྱོག་ཡ་མེད་ན་སྙེ་མ་ཡོད་ཀྱོག་ཆེར་ད་ད་མེད་ཀྱོག་གི། ད་འགྱུར་བ་ཆེ་ཤོས་འགྲོ་ཡ་མེད་ན་ཁྱད་པར་ཆེ་ཤོས་འདི་ག་རེ་ཟིན་གནང་གི་ཡོད་མེད་འདི་སྐོར་ལ་ཡ་ཅིག་བསམ་ཚུལ་ཅིག།

དམ་སར་རང་བཙས་གོ་གར་དམ་ས་ལ་ཐང་དེ་གཅིག་རེད་དེ་ཏི་སི་བྷི་ཐང་དེ་རེད་རོ། ཁོ་ཀྲང་མན་ཁོ་རང་ཕ་གི་རང་ལ་བྱེད་གོ་དེ་དུས་ཚོད་དེ་མང་ཇེ་ཕིག་སྤྱི་ཟླ་དྲུག་པའི་ནལ་རེད་སམ་མོལ་དེ་བརེག་དེ་རེད་ཨ་ཕྱིས་སུ་ག་ལ་ཏེ་ཡར་རྒས་དེ་ངས་ག་ལ་མཐོང་སོང་ན་ཕྱིས་སུ་ག་ལ་གི་ལི་ཞི་ཞྭ་ནང་ལོ་ལ་ཀྲིམ་སོའི་མོན་གོར་ཀོ་ལེ་ཀལ་ཏི་ཏེལ་ཨ་ནི་གོ་ལ་ཐ་ལ་དེ་ནས་ཧིན་ཟུ་དེ་ཚོ་ཀྲིམ་ལེ་ནི་རོ་ག་ལ་གི་ལི་མཉམ་ཞུགས་བྱས་ད་ཨ་ནི་ཕྱིས་སུ་ལྷོ་ཕྱོགས་ལ་བཙལ་ཏོ་ཨ་ད་ད་ཞི་ཞྭ་མང་ཅིག་བསྐོར་ཡི་ང་རང་ཡི་ནས་བསྐོར་རྒྱ་ཟིན་ད་ཞི་ཞྭ་ང་གང་ཟ།

ལའོ་ད་ད།
ང་རང་ཚོའི་གི་ད་བསམ་ཚུལ་བརྗེ་ལེན་སྐབས་ལ་ར། འདི། སྒྲིག་གཞི་བརྗེ་ཡོད་ར་ད་བོད་རྒྱལ་ཡོངས་རྩེད་རིགས་ཚོགས་པའི་གི་སྒྲིག་གཞི་འདི་ལ་ད་བརྟན་པོ་མི་དགོས་ཅིག། ཡང་ན་ད་དུས་དང་མཚུངས་པའི་གི་འགྱུར་བ་ཅིག་མི་དགོས་རོགས་ཅིག་ད་མང་པོ་ཅིག་གི་ད་འདི་ག་ལ་བསམ་ཚུལ་ཤུགས་ཆེན་པོ་ཅིག་གླེང་གི་འདུག་ར། དཔེར་ན་ཆ་ཞིག་ན་ད་ད། གོང་དུ་ཚེ་དོན་འདྲི་ལ་ཞུས་བ་ནང་བཞིན་རེད། གལ་སྲིད། རྩེད་མོ་བ་ཅིག་ཉོས་ཀྱི་ཡོད་ན། དེ་ཡི་གཞིས་ཆགས་ཀྱི་སྟངས་འཛིན་ག་ཚོད་བྱེད་དགོས་ཡོད་མེད་སྒྲིག་གཞི་ག་ཚོད་གཏན་འབེབས་བྱེད་དགོས་ཡོད་མེད། ཨ་ནི་ཉོས་བ་ཡིན་ན་ད། གཞི་ཆགས་ཁ་ཤས་ལ་གཞོན་སྐྱེས་མ་བཏང་བས་དེ་དཀའ་ངལ་དངོས་གནས་རུ་བ། ད་དེ་ཚོ་ཉོས་གོ་དུས་ག་ལ། ཚད་གཞི་བཞོར་བ། འོ་གཞི་ཆགས་འདི་ནང་ལོགས་ལ་འདི་གམ་ཞིག་ཚད་གཞི་གོ་འདུག་བ་ལས་ཅིག་དེ་འདྲས་ཀྱི་སྙེ་མ་ང་ཚོ་གིས་ད་བཅར་འདྲི་ལས་རིམ་ཅིག་བྱེད་རུ་བ་འདི་ག་ལ། ད་ཡིན་ནས་ད་འདོད་ཀའི་སྒྲིག་གཞི་དེ་ལ་འགྱུར་བ་མེད་ཁྱོད་ཅིག་ང་ཚོ་གིས་མཐོང་དེ་གོར་སོང་ཙང་ད། སྒྲིག་གཞི་ལ་འགྱུར་བ་ག་རེ་གོ་འདུག་སྤྲེལ་ནད་སྲིད་ཀྱི་ད། ད་འདོད་ཀའི་འམ་ག་རེ་བྱེད་གནང་གོ་འདུག་འདི་ག་ལ་ཡང་བསམ་ཚུལ་འགྲོ་ཅིག་ག་རེ་ཡོད་མེད་འདི་ཅིག།
ད་འདི་ལ་རུ་བ། བསམ་ཚུལ་ལ་ན་འདི་འདྲ་རེད།

དཔེར་ཡག་པོ་དེ་འདྲའི་སུས་སུ་འདི་བྱེད་ཡོད་ན། འགྲོ་སོང་བཏང་ཐུབ་ན། འདི་བྱེད་ཡོད་ལ་ནིང་བྱེད་ཁོང་ཚོ་ལ་དཔེར་ཡག་པོ་དེ་འདྲ་ཁ་ཤས་དུས་སྐབས་མ་ར་ནིང་བྱེད་ས་ཆ་ཀྲིམ་གཅིག་ལ་བརྩེ་བ་གསུམ་ནིང་བྱེད་ས་ཆ་མ་ར་འདེད་དེ་ཡོར་ནིང་བྱེད་ར་བ་ཁ་ཤས་ད་ལྟ་ཁ་ཁྱོ་ཁུ་ཁྱོ་དེ་འདྲ་ཡོད་ར་ས་ཆ་ཆུང་བ་དེ་འདྲས་ནི་འོང་དེ་འདྲས་ནིང་བྱེད་ཁོང་ཚོ་ལ་གཅིག་དུས་སྐབས་ར་དུས་ཁོང་ཚོར་དཔེར་ཁྲོམ་ཆུ་རག་འགྲོ་དགོས་ར་བ། ཉོས་ཡོད་དེ་ནི་རང་ཉིད་ད་གི་ལག་ན་ཞིག་ཀྲི་ཨེ་ནི་སི་ཀི་ཐག་ཆོད་ལ་ཡི་ཀྲི་ཨེ་ནི་སི་ཀི་ཐག་དེ་འདྲས་ཆོད་དུག་མར་ཁོ་རང་ཚོ་གི་ང་ཚོ་ཕྱི་ཆོད་དགོས་ལ་ནི། ད་ཀྲི་ཨེ་ནི་སི་ཀི་ཐག་ང་སྙེ་མ་ན་ལ་རྒྱལ་ཁེ་སི་ལ་ཁ་ལ་ལ་ཉོས་ཡོད།

TNSA ནས་ཡར་སླེབས་ཐུབ་ན Discussion འདི་ག་ཀི་ལེར་ག་ལ་འོར་ད Result སྟོན་གི་རེད་བསམ་གི་འདུག་ར་ཉོས་ཡ་ལ་དེ་ད་དེ་འདྲ་རེད་ད་ཁ་ཡེ་སུལ་ཁྲི་འོར་ད་ང་ཚོ་འགྲོ་བ་ལིར་ད་ང་ཚོ Plan མང་པོ་རོ་མོན་གྷོ་ལ་ད་མོན་གྷོ་ལ་ད་ད་གཞི་སེམས་གྱེན་སྐྱོད་ཀྲིམ་གཅིག་ཡོད་ལ་ན་ད་འདོད་གཅིག་ཡོད་རེད་འོ་ཅི་ནས་ང་ཚོ་ལྷག་ཡོད་རེད་དེ་ཚོ་ལ་ཕ་གི་ལ་ད་ང་ཚོ་སྤུ་གུ་ཡག་ད་ང་ཚོ་ད་ཨམ་དྲུག་ཡོད་རེད་ཉི་མ་ཡོད་རེད་ད་ཚེ་རྒན་སྤུ་ར་ལོག་ཧྥོར་ཡོད་རེད་ད་དེ་ནས་ང་ཚོ་སྤུ་གུ་གསུམ་འགྲོ་གི་ལ་ན

ར། བཅུ་དྲུག་ཡོད་ན་བཅུ་དྲུག་ནང་ལས་མི atleast བཅུ་དར་མ་ས་ལ་མིག་ཡིན་གྱི་མིན་གྱི་བཀོད་ཡོད། ར། ད་དྲུག་དེ་ཉོས་ན་འགྲིག་ཡོད་ལས། ཡིན་ནའི་གཞིས་ཆགས་ཁག་ལ་སྤྱི་བཏང་ཉོས་ཏེ་ཞེ་དྲག་གླིང་མར་སྐྱེས། ཁ་གཞིས་ཆགས་ཁག already ཁོ་རང་ཚོ་ནང་ལོགས་ལ། རྩེད་རིགས་ཚོགས་ཆུང་ཡོད་རེད་ནང་ལོགས་གཞིས་ཆགས་ནང་ལོགས་གཞོན་སྐྱེས་མང་པོ་ཡོད་ཚུལ་སྨྲོས། ཚང་ག་རྒྱལ་སྒོར་ད་དར་རམ་ས་ལ་ད་སྤོང་དྲ་ད། Kelvin Town ད་དེ་ནས་དེ་ཚོ་ལ་དཀའ་ལས་ཡོད་རེད་ད། ཁ་ཆེ་ན་སོ་སོའི་མི་ཡོད་མ་རེད་མི་མང་པོ་ཕྱི་ཁའི་འགྲོ་ས་གཞོན་སྐྱེས་མང་པོ་ཕྱི་ཁའི་འགྲོ་སྒོར་ད་འདི་མུ་མཐུད་འགྲོ་བསྡད་དགོས་རེད་ད།

ཨ་འདི་ས་མ་ལ་རིག་ཚུགས་འགྲོ་ཅིག་ཟོས་ན་ཟོས་ཡོད་ར་ས་མགུ་འདུག་རམ་ཅེ་ན་རོ་ཟོས་མ་འདུག་ད་ཡོད་མ་ར་ཅེ་ན་ན་ཏི་ལིན་སི་ཀི་ཆི་མ་ཅི་རེད་རོ། གཙོ་བོ་དེ་རེད་ད་ཉོས་ཉོས་ཆོས་མ་ཆོས་ལ་ཞིག་ད་ཉོས་བས་དེ་གཙོ་བོ་ཁ་ལོ་ན་ཕ་ཆོས་དེ་ལ་རང་བཙན་ལག་དེབ་ཡོད་སྐྱོ་ཞིག་གོ་ར་ད་ང་རང་ཚོའི་ཏི་ལིན་སི་ཀི་ཁྲིམས་སྒྲིག་གཞི་ཅི་ན་ལ་ཡོད་རེད་ཕ་ཆོས་རྩེ་ཕྲེང་པ་དེ་ལ་རང་བཙན་ལག་དེབ་མེད་པ་ཡིན་པ་ཡིན་ན་ཨ་ནི་ང་ཚོས་འདི་ན་བླུས་པ་ཡིན་པ་ཡིན་ན་ད་ང་ཚོ་ལ་ཉེས་པ་ཡོད་ར་དེ་ཡིན་དུས་བསམ་པ་ད་ང་ཚོའི་མི་ག་འདི་ཞིག་ཉོས་སྐྱོ་ཡིན་པ་ཡིན་ན་ད་ང་ཚོ་འགན་འཁྱེར་ངེས་ཞིག་རེད་འགྲོ་སོང་ཆེན་པོ་ཞིག་བཏང་ནས་དེ་སླེ་གོ་རེད་དེ་དུས་བསམ་པ་ལ་ད། ང་ཚོའི་བོད་པ་མིན་པ་ཞིག་ཐེངས་དབུ་མ་རོ། ཁ་ལོ་ང་ཚོའི་གང་ནས་མ་མཁས་ཡོང་གི་རྒན་ཁྱི་ངའི་ངོས་ནས་ལ་བོར། རྩེད་འགྲན་པ་ལྟ་ངས་ཕི་གིའི་ནོར་བུར་བྱིན་པ་འགྲོ་ཞེས་སྐད་བཏང་ཡོད་ན་ཁོང་གིས་རྒྱབ་ལྗོངས་གང་ཟག་ལྟ་བུར་ངས་བོད་པ་རེད་དེ་ཁོ་ལ་རྒྱབ་གཉེར་ཡི་གེ་གོ་དེ་ག་འདའི་སྐོར་དུ proof གང་ཟག་ཁྱེད་ནི་ང་ཚོའི་སླད་ཡོད་མགོར་ལྟ་འདི་ཡིན་དུས་ལྟ། ཕ་ཅོ་དེ་སུ་ཉོས་པ་ཡིན་པའི་ནས་ལྟ་ར་དེ་བོད་པ་རང་གཅིག་ཉོས་ལྟ་ང་རང་ཚོ་རྒན་ཁྱི་ངའི་ངོས་ནས་བོད་པ་རང་གཅིག་ཉོས་པ་ཡིན་པ་ཡིན་ན་མ་འོངས་པ་སྤྲད་ནས་སེ་ལ་དཀའ་ལས་སྤྱད་ཡོད་མར་ཁ་ལ་སུ་སུ་དེ་མཛོད་ཡོད་རོ། ཁ་ཤས་ལགས་རེད་དེ་ན་བོད་སྐད་རྒྱག་གི་མི་འདུག། ཁ་ཤས་ལས་འདི་ནེ་པ་ལི་སྐད་གི། ང་རང་ཚོ་དྲང་པོ་བཤད་ན། ཁ་ཤས་བོད་སྐད་མ་ཤེས་ངེས་ཡོད་རེད་དྲང་པོ་བཤད་ན། ཁ་ཤས་ནེ་པ་ལི་སྐད་མི་ཟེར་ངེས་ཡོད་རེད། ཁ་ཤས་རྒྱ་གར་སྐད་མི་ཟེར་ངེས་ཡོད་ཁ་ཤས་ཨིན་ཇི་རྒྱ་ངེས་ཡོད་རེད། གང་ལྟར་ངས་ད་ལོ་གཞོན་སྐྱེས་དང་ལོ་ན་ཉིང་ཆེ་དར་ཅི་ལིང་ས་ཡིན་ནས་སྤུ་ལོ་ཆུང་ཆུང་ཁ་ཤས་ཀློད་བརྩི་ངེས། ད་ཕོ་བ་ལ་ལིག་ཆུང་ཆུང་ཡིན་ནས་ཕོ་བ་ལ་སྐད་གྲགས་ཆེན་པོ་འདུག་ད་ང་རང་ཚོ་གི། ད་དེ་རྒྱ་གར་ནག་ལོ་ནས་ཤུགས་ཆེན་པོ་གཅིག་ཕ་གི་ཆགས་འདེགས་འདུག་དེ་སི་ཀིམ་ས་ཡི་འདུག་གཅིག་ལ། ད་དེའི་ནང་ལོ་ནས་ལོ་བཅུ་དགུ་ཁོང་ཚོ་ཕོ་བ་ལ་ད་ཉིང་ཅེ་བི་རྒྱ་གར་ནག་ལོ་ལ་གཅིག་པོ་མེན་པ་བྱས། བོད་པའི་ནག་ལོ་ལ་གཅིག་ཚུལ་སྐད་བཏང་དང། གང་འདི་འདུག་བོད་པའི་ནང་ལོགས་ལ་བལྟས་ན་སྙིང་རྗེ་ཡང་ལོ་ཆུང་རྒྱུས་ཆུང་རྒྱུས་ད་དེང་སང་གི་སྙེ་མ་གྱིས་སེམས་འགྲོགས་མ་རེད་སྙེ་མ་ཡིན་ན་ལོ་སྤུ་རགས་འདི་རེད་ཁ་ཤས་ཡབ་གསུམ་སོ་ལྔ་ཡོད་རེད་ཁ་ཤས་མ་བེད་མ་བོ་ཡོད་རེད་ཁ་ཤས་བཞི་བཅུ་ཡོད་རེད་ད་འདི་ད་ལྟ་ད་ཁར་ལ་ན་ངའི་ནང་ལོགས་འགྲོགས་ཡིན་པ་ན་ལོ་བཅུ་དགུ་བྱས་ཆུང་ཤོས་ཨ་ཆེ་ཤོས་སུམ་ཅུ་འགྲོགས་བྱས་རེད་ད་ད་སུམ་ཅུ་ནང་ལོགས་ནས་སུམ་ཅུ་བརྩེགས་ངེས་འདི་ད་ཁོ་རང་གྱིས་སེམས་ཉིས་སྟོང་བཅོ་གསུམ་ནས་བརྩེགས་བསྡད་ཡོད་ད་ཁོ་རང་འདི་འགྲོགས་ཆགས་བསྡད་ཡོད་ད་མེད་ངས་གཙོ་བོ་ཁ་ལོ་ལ་ཉུལ་ཉེས་ཉོས་ས་ཅི་ཡོད་ར་ད་པླེ་རྩེད་མོ་རྩེད་དྲན་པ་སུ་ཉུལ་གི་ཡོད་མེད་ནས་ཁོ་རང་བོད་པ་རང་གྱིས་ཉོས་ད་འདི་བཅུ་ལ་ང་རང་ཚོ་འདི་རྒན་ཁྱི་གཉིས་སུ་ཡིན་པ་ནས་འདི་རྙོག་དྲ་བཅས་མེད་པར་ཚགས་ཚུད་ཅིག་འགྲོ་ཐུབ་ཡོད་དེ་ད་ལྟའི་ང་རང་ཚོ་འགན་འཁྱེར་མཁན་གཙོ་བོ་མན་ནེ་ཇམ་ཚང་མ་ལ་སུ་སུ་རང་ལ་འགན་འཁྱེར་དང་རོགས་རྩེ་སྤྲིངས་པ་སུ་ཉོས་ཉོས་བོད་པ་རང་གཅིག་ཉོས་དང་རྙོག་དྲ་བཅས་ཡོད་མ་རེད་བསམ་གི་ད་ངས་གཙོ་བོ་འོང་དུས་བྱིན།
ལའོ་ཏི་ངེད་ཀྱི་དྲི་བ་འདི་རྗེས་ལ་ལྟ་དེ་ཡིན་ར། ད་ཕྱི་ཐང་ནས་ད་ད་ལྟ་གོའེ་འགྲོ་ཅིག་ལ་ན་ད་ད་ད་ཧོན་སུའུ་གི་གྲོང་སྡེ་མང་པོ་ཅིག་ལ་ད་ད་ལོ་སྤུ་གུ་ཆེས་སྐྱེས་ཡོད་མ་རེད་ལའེ་ཀྱི་གནས་སྟངས་དེ་འདྲས་ཅིག་འདུག་ར། ད་ད་དུས་ཀྱི་ད་ང་ཚོ་གི་སྒང་ནས་གཞིས་ཆགས་སྲ་བརྟན་གཞིས་ཆགས་སྲ་བརྟན་མང་པོ་བཞུགས་སྐོར་དེ་གཞིས་ཆགས་འདི་ད། གཞོན་སྐྱེས་མེད་བ་འདི་ད་ཡོངས་གྲགས་རུ་གྱི་ཆ་དེ་ཡོད་ར་ད་དེ་འདྲའི་དཀྱིས་མ་ལ་ད་ད་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ར་ད་རྗེས་མ་ཉིས་སྟོང་ཉི་ཤུ་ཉིས་སྟོང་སུམ་ཅུ་སོ་བཞི་ལ་རྒྱལ་ཡུམ་ཆེན་མོའི་གྱི་གནས་སྟངས་ཤོད་ར་དེ་ག་འདྲས་ཅིག་ཆགས་ཀྱི་ཡོད་མེད་མ་འོངས་གནས་བབ་ཅི་ཡོད་ར་གཞོན་སྐྱེས་ད་གཞིས་ཆགས་སྟོང་འགྲོ་དུས་ད་དེའི་རྩེད་མོ་དེ་ཡ་བརླག་གི་རེད་ཡང་ན་རྩེད་མོ་དེ་གས་པ་མ་རེད་མུ་མཐུད་ནས་འགྲོ་གི་རེད་ལ་འདི་ག་ལ་ཡང་བསམ་ཚུལ་སྒྲོག་བྱེད་ག་རེ་ཡོད་ད་རྣམ་པ་སོ་སོས་གསུང་བ་ནས། ད་སྤྱི་བཏང་གི་ད་རྩེད་མོ་དེ་ད་འགྲོ་བསྡད་གི་རེད་ད་མི་ཡོད་ནས་རེད་མེད་ནས་རེད་ར་ག་ལ་ན་ད་ང་ཚོ་གི། ད་འཛུལ་ཞུགས་བྱེད་ཐུབ་མ་འདུག་ཅེས་རེད་ད་རུ་ཁག་སུ་སུ་སུ་ད་རྩེད་འགྲན་ད་འགྲོ་བསྡད་ཀྱི་རེད་བསམ་གྱི་འདུག་ར་ཡིན་ནའི་འདི་འདྲའི་གི་གནས་སྟངས་སྐབས་སུ་ད་ང་ཚོ་གི་ལོ་ཆ་ནས་ཡར་མ་ཉེས་མཁས་པ་ཆེན་པོ་བཞི་བོ་ཞིག་འདུག་གི་རེད་བསམ་གྱི་འདུག་ད་ད་ལྟ་ཡིན་ན་ལོ་ཉི་ཤུ་ད་ད་བཅུ་དགུ་ཉི་ཤུ་པར་སླེབས་ཚར་རོ་སུམ་ཅུ་ད་ག་ལི་ག་ལི་ད་ཁོ་རང་ཚོ་གི་ཡང་ང་ཚོ་གི་ད་ལྟ་གནས་ཚད་ད་ག་རང་མིན་པ་ཅི་ཡང་ལོ་དེའི་ཞེ་ཡང་མ་ཁོང་ཚོ་དེ་ལས་ད་བཅོ་བརྒྱད་བཅུ་དགུ་པར་སླེབས་མ་སྲིད་པ་མ་རེད་ད་མ་འོངས་པ་ག་ལ་ན་ད་མི་མང་པོ་མང་པོ་སླར་འགྲོ་ཚུར་ན་རྩེད་མོ་རྩེ་མཁན་ཡག་པོ་མང་པོ་ཁོང་ཚོ་བེད་སྤྱོད་མ་བྱེད་རང་བྱེད་འགྲོ་བ་ད་འོང་འདི་ཞིག་ངས་དཀའ་ངལ་སྒྲོག་ཅིག་ཐེག་སེ་གི་རེད་བསམ་ད་འགྱུར་བ་འགྲོ་ཞིག།

ང་ཚོ་བོད་པའི་གི་བཙན་བྱོལ་ནང་ལ་ད་གཞིས་ཆགས་ས་སྟེང་ད་འདི་འདྲ་སྐད་བཤད་སྐོར། ད་ཡིན་ནའི་གཞིས་ཆགས་ནང་ལ་མི་ཉུང་རུ་ཉུང་འགྲོ་སྐོར། ར། ད་གཞིས་ཆགས་ཁ་ཤས་ལ་སྤུ་གུ་ཞི་ར་མ་སྐྱེས་པ་ད་དེ་གཞིས་ཆགས་ལ་ཞུ་མཁན་ཉུང་རུ་འགྲོ་ཡ་ད་འདི་གནས་ཚུལ་ཅིག་འདི་རེད་ག་ལོར། བཟའ་ཁྲ་གནས་ཚུལ་འགྲོ་རེད་ད་ཁོ་འདི་དཀའ་ཐུག་མ་རེད། ར། ཨ་ནི་ངའི་བསམ་ཚུལ་ལ་ར་ད་ཨ་ད2024ཉིས་སྟོང་གསུམ་སོ་བཞི་ལ་ཁུ་ཅི་གནས་སྟངས་ག་ནས་རྩེད་མོ་ད་འགྲོ་འདོད་ད་ཡིན་ནའི་ཨ་ད་ཕྱིས་སུ། ལོ་ཀ་ཤས་ཉེ་ལ་ང་ཚོ་ཕྱི་རྒྱལ་ནས་སླེབས། ཁྱེད་ནི་འགྲིམ་ལས་རེད། France ནས་འགྲིམ་ལས་ཡང་ན Australia ནས་འགྲིམ་ལས་དགོས་རེད་རོ། དེ་ནི་ཞིག་ད་མ་འོངས་པ་ཨིན་ཏི་ཚབ་ཆགས་རེད་གསུངས་འདུག་རྒྱ་གར་ནང་ལ་ཡོད་རྒྱུ་འགྲིམ་འཛོ་ཉུང་རེ་ཉུང་འགྲོ། ཕྱི་རྒྱལ་ཁག་ནས་འགྲིམ་ལས་མང་རེ་མང་འགྲོ་གསུངས་འདུག་རེད་རེད་གསུངས་གི་འདུག་ཁ་ཆེ་ད་བོད་མང་པོ་འགྲོ་གི་རེད་ཨ་མདའ་ང་ཚོ་གི་སྤྱི་ཚོགས་ནང་ཤེས་དེ་ཕྱེད་ཀ་ཕྱེད་ཀ་འགྲོ་ཞིག་ལབ་གི་འདུག་བོད་པ། བོད་པ་མི་འབུམ་གཅིག་དང་ཉི་ཤུ་མི་འདུས་མ་ལབ་གོ་ད་ར་བཙན་བྱོལ་ནང་ལ། ནས་ཕྱེད་ཀ་ཕ་གི་ལས་ཚ་ཡིན་ན་ཕྱེད་ཀ་བསྡད་ལ་ཡོད་རེད་ལབ་ད་ད་འདོད་ཡོད་ན་མུ་བུ་ཏི་འགྲོ་བསྡད་གོ་རེད་ད་ཕྱི་རྒྱལ།

བོད་སྨན་པ་རྩེ་ཞུ་གོང་མ་རོ། འདི་དེ། ཕྱིས་སུ་ངེད་གསུམ་དག་ཇི་སེམས་ཀྲང་ན་མིན་དེ་འགྲོ་དེ་ནས་རོ། ཕྱི་རྒྱལ་ཁ་ནས་དྲི་མང་ལས་ཞེས་འདི་རོ། ཨེ་འདི་རོ་བསམ་སྟངས་གཞན་པ་དག་ཞིག་ཡོད་མི་འདུག། ལགས།
ཨ་ནི་ད་དྲི་བ་གཞན་པ་འདི་ལ་ར། ད་ཕྱི་ཐང་ནས་ང་ཚོས་ཀྱི་རྩེད་མོ་ཅིག་ག་དུས་རྩེ་བ་ཡིན་ནས་ད་འདི་ལ་སྤུ་གུ་དེ་ཚོ་གཞོན་སྐྱེས་དེ་ཚོ་ལ་གོ་སྐབས་སྤྲད་གོ་རེ་གོ་སྐབས་སྤྲད་གོ་ཞེས་ཞུས་དེ་གོ་ར། ད་ད་གོ་སྐབས་ཅིག་ནང་ད་ད South Cup དེ། ད་ལྷོ་ཕྱོགས་ཁུལ་གྱི་ད་རྐང་རྩེད་སྤོ་ལོའི་གྱི་འགྲན་བསྡུར་དེ་ད། མང་པོ་ཅིག་ལ་གོ་སྐབས་ཆགས་དེ་གོ་ར་ད་དཔེར་ན་ཆ་ཤི་ན་དེ་ནས།

ཁ་ཆེ་ན་གཞིས་ཆགས་དམིགས་བསལ་འདི་འདྲ་ཡོད་མ་རོ། ས་འོག་ལས་སློབ་སྤེལ་དོ་གཞིས་ཆགས་ལྔ་ཆེན་པོ་ལྔ་ཡོད་རེད། བ་རི་བ་རི་བྱས་ནས་ཁོ་ཚོ་ཅིག་སྐོར་བརྒྱ་ཡ་བྱོས་རོ་ཏྲོ་ནོ་མེན་ཏེ་ནོར་ལ་ཡང་འདི་ཡོད་མ་རོ། ཐང་ཐབ་ཇི་སེམས་རང་བྱེད་ད་ང་ཚོ་ཡི་གེ་རྡ་རམ་ས་ལ་ཡིན་ན་ང་ཚོ་ལོ་སར་སྐབས་ལ་ཡ་ད་མཚམས་མཚམས་འཁྲུངས་སྐར་སྐབས་ཏེ་དེ་མཚམས་མཚམས་ལེགས་མཚམས་མཚམས་གཞོན་ནུ་སྐབས་ལ་ཡ་འདི་མཚམས་མཚམས་ལེགས་རེད། ད་འདི་ཨོ་ག་ནའི་བྱེད་མཁན་ཚོས་བྱེད་ཐུ་ན་ནི་བྱེད་གི་རེད་བྱེད་མ་ཐུ་ན་ཡོད་མ་རེད། ཨེ་འདི་འདྲ་བྱེད། གཅིག་བསྣན་པའི་རྒྱ་ཆེ་བ་བྱས། ཨ་ད་ཕིག་ནོར་ལ་ཕི་ཆིན་ཚོའི་ཚུར་རྒོལ་གྱི་རེ་ཡིན་ཡང་ངའི་བསམ་པ་ལ་ཨེ་འདེ་བསམ་གི་འདུག Audience ལ་གོ་ལ་ཟིན་མོ་ཟིན་ངས་ཉུག་ཉུག་བྱས་དག་ན་ཞིག་གིས་ད་ཟིན་མོ་ཟིན་ཞེ་རག་མེད་དུས་དག་ན་ཞིག་སུ་སུ་ད་འགྲོ་སོང་ཞིག་བཏང་བ་ལ་འདི་ནང་ལ་ཁོ་རང་ཚོ་འདི་པ་སྙན་པ་འདྲེ་ཐུག་མ་ར་ཆུན་པོ་སྙན་པ་ཆུན་ཆུན་བྱོས་ཏེ་དག་ན་ཞིག་གིས་ཨ་ནི་ཁོ་རང་ཚོ་གི་ཨེ་ཡོན་རྩ་ལ་སུ་ཡོད་མེད་འོ་འདི་མ་འདུག་ཐག་རིང་པོ་འདི་ཀླད་ད་ཁག་པོར་བསགས་མ་འདུག་གང་ལ་ཐག་རིང་པོ་ཀླད་ལ་ཡར་འགྲོ་སོང་ཤི་སྟངས་འུར་ར་བར་འཇོག་འདོག་རྒྱ་མི་ཆུན་པོ་འགྲོ་བཞིན་ན་ང་ཚོ་སྟབས་ཕལ་ཆེན་རྒྱ་མི་ཆུན་པོ་གཉིས་མ་ཡིན་ན་དེ་བཀྲིས་སྐོར་འགྲོ་སོང་ཡང་ལམ་དོན་དེ་སང་མེད་ར་ད་གཉིས་མ་འགྲོ་བཞིན་ན་བཀྲིས་དུས་ང་ཚོ་ཡིད་ད་ཤུགས་རྒྱག་དགོས་ར་ད་ནི་ད་ལོ་མེར་དེ་ནས་ཡང་ཀླད་སྐོར་ད་ལ་ངེད་ཅིག་གང་ལ་ད་གཉིས་མ་ནི་ད་ང་ཚོ་དེ་བེས་ལ་འུར་ར་གཉིས་མ་ཆགས་དེར་ད་ད་ཡོད་ནས་མེད་ནས་ང་ཚོ་སྟོན་ས་ད་དེ་ག་རང་ར་རྒྱ་མི་ཆུན་པོ་བོད་ནང་ལ་ཡོད་ནས་མེད་ན་ད་དེ་འགྲོ་སོང་སུ་སུ་སུ་བཏང་བ་བཞིན་ནས་ཀླད་སྐོར་ད་ཐག་རིང་པོ་ད་ཁོང་ཚོ་ཡིན་ནས་ཕྱི་གའི་ཁག་ཀླད་སྐོར་ར

བསྙེན་པ་ནི་ལྷག་ང་ཚོ་འགྲོ་སོང་འགྲུག་སྐོར་དང་ཡིན་ན་ཡང་ང་ཚོ་ད་ག་རེ་འདི་གི་ང་རང་ཚོ་གི་དྲན་རྟེན་དང་ནི་ཞིག་གི་ད་ཡོད་ནི་མིན་ནི་གཙོ་བོ་ར་ཐོབ་དུས་ང་རང་ཚོ་གི་ད་ང་རང་ཚོ་གི་དཔའ་བོ་ཆོས་ར་འདི་ད་མིང་འདི་གི་ང་ཚོ་བྲིས་ཆོག་གོ་ར་དང་ནི་ཞིག་འོན་ཏེ་སང་ཕོ་ད་ཀྲོ་ན་མན་ག་འདྲའི་གནས་རེད་བཀྲའི་གནས་སེང་གནས་རེད་དེ་ཡིས་བསྙེན་པ་དེ་དེ་ཆུན་པོ་བཞག་ཐུབ་ན་འོན་ཏེ་ཡག་པོར་སོང། ཨ་ད་དྲི་བ་ཐ་མ་དེ་ལ་ར། ད་ད་ལྟ་རྣམ་པ་ཚོས་ཀྱི་ད་གོང་དུ་ཞུས་ར་གཞོན་སྐྱེས་མང་པོ་ཅིག་མེས་དབལ་གྱི་རྒྱུ་མཚན་ལ་ད་ཉོས་དགོས་ཡ་གྱི་གནས་སྟངས་དེ་འདྲས་ཅིག་བྱུང་དེ་གོ་རེས། ལྷག་པར་དུ་ད་ད་ལྟ་གཞིས་ཆགས་ས་སྟེང་ད་ཐུབ་པས་ལ་ཡང་ན་ད་རྩེད་འགྲན་འདི་ཚོ་རྒྱུན་རིང་པོ་རྒྱུན་འཁྱོངས་གནང་ཡ་ལ་ར། ཨ་ནི་ཆེ་ས་ནི་བོད་མི་སྒྲིག་འཛུགས་རེད་ཀྱི་བོད་རྒྱལ་ཡོངས་རྩེད་རིགས་ཚོགས་པ་རེད་ཆུང་ས་ནི་གཞིས་ཆགས་མི་རེད་མང་ཚོགས་ཀྱི་ངོས་ནས་ད་མང་པོ་ཅིག་ག་ལ་འོ་ལ་ན་ད་མདུན་ལམ་རྐང་རྩེད་སྤོ་ལོ་ཨེ་ས་མདུན་ལམ། འདི་མི་མང་པོ་ཅིག་གིས་ད་ཁས་ལེན་ཐུབ་ཁོ་མར་ཕ་མ་མང་པོ་ཅིག་གིས་ལག་ཤེས་དང་རྐང་རྩེད་སྤོ་ལོ་དང་ལག་རྩེད་སྤོ་ལོ་ལ་དུས་རྒྱབ་སྐྱོར་དེའི་རྣམ་པ་དེ་དེ་དཔེ་གཞན་པོ་འགྲོགས་ཀྱི་ཆ་དེའོ་ར། མང་ཚོགས་འགྲོགས་ཀྱི་ཆ་ཞར་བས་ནས་ད་རུ་ཁག་ཅིག་གིས་ཞལ་འདེབས་སློང་གར་འགྲོ་དུས་ག་ལ་ཡ་ཚུ་སྟོང་ལོག་གས་ཀྱི་གནས་ཚུལ། ད་འདི་ང་ཚོ་ག་རེ་ལ་ངོས་འཛིན་བྱེད་དགོས་རེད། ཕ་ཆོས་མི་དེ་ལ་དངུལ་མེད་པ་ཅིག་ངོས་འཛིན་བྱེད་དགོས་རེད་ཡང་ན། ཕ་ཆོས་མི་དེ་གི་ད། རྐང་རྩེད་སྤོ་ལོ་དང་ལག་རྩེད་སྤོ་ལོ་ལ་དུས་ད་ཆོས་མི་གོ་ཅི་ལ་ངོས་འཛིན་གནང་ནས་ད་བཀྲིས་གོ་མ་རེད་ལ་ཤོར་ར་མང་ཚོགས་ཀྱི་དེ་ལ་བསམ་ཚུལ་རེད་ད་འདི་ཚོ། བོད་རྒྱལ་ཡོངས་རྩེད་རིགས་ཚོགས་པའི་གི་ངོས་ནས་ག་རེ་གནང་དགོས་ཡོད་མེད་དེ་གཅིག་སྐོར་ལ་ཡ་ད་ཚང་མ་ཟེར་རེ་གཅིག་གསུང་རོགས་གནང་ཞེ་མཐའ་མ་དེ་ལ། རྩེད་འགྲན་པ་སུ་ཡིན་པ་ནས་ད་རུ་ཁག་སུ་ཡིན་པ་ནས་ཚང་མ་གྲོ་ནས་ཤོན་དཔལ་འབྱོར་དུ་ལུགས་འདི་གལ་ཆེ་ཤོས་ཞིག་རེད་ད་ད་ང་རང་ཚོ་གྲོ་ཆ་ཤ་པ་ཡིན་ན་དངོས་ནས་བ་ལ་མི་མང་ངོས་ནས་ད་མི་མང་ལག་པ་གསལ་གི་དེ་ལ་ཡང་བརྗོད་ལ་ད་ང་ཚོ་བོད་པའི་གཏམ་དཔེ་ནང་དངོས་གནས་རེད་མི་དམངས་རྒན་རྒོན་གཅིག་ཡིན་ནའི་མཚམས་རེ་ང་ཚོ་གསུང་ཆོས་དང་འདི་ནས་ཀློག་མཁར་དཀྲུག་ཡོད་སོ་སོའི་ངོས་ནས་མེ་ལག་ཡིན་ནའི་གཅིག་གོ་ཚུལ་གོ་སྒྲིག་ཞུས་ཡོད་ད་དེ་ཚང་མ་ཁ་ལ་ན་གོར་ཤེས་ཀྱི་འཁྲབ་ས་ཡིན་ནའི་ང་ཚོ་ཀློག་མཁར་དཀྲུག་ཡོད་ད་འགྲོ་སོང་སྤུ་གུ་བཅུ་དྲུག་ལ་བཏང་དགོས་དུས་ད་སོ་སོའི་མང་མ་ཐོས་ལང་ཐོས་རེད་རྩེད་མོ་རྩེད་མཁན་དེ་ཚོ་ཁྲིད་ན་ནི་སྙིང་རྗེ་ཁོ་ཚོ་ཕུ་ཡི་གྱོང་ཐང་ཆེ་བོ་རེད་ཤོག་གིས་ཁོ་ཚོ་ལ་བརྡབ་སེང་ཅེས་མེད་བ་ཅེས་ང་རང་ཚོ་མི་ལྔ་བརྗོད་རེད་ད་ང་རང་ཚོ་གྲོགས་པོ་གྲོགས་པོ་ཅེས་ཕར་དུ་རོགས་པ་བྱེད་ད་ལབ་ད་དེ་འད་བྱས་ནས་མི་ལ་ཀློག་མཁར་དཀྲོག་བྱེད་དུས་ད། གཙོ་བོ་དེ་ལྟར་ང་རང་ཚོ་མི་དམངས་ཚང་མས་ཀྱི་ངོས་ནས་ད་ལོ་ད་རྡ་རམ་ས་ལ་མི་དམངས་ཕྱི་རྒྱལ་ཁག་ཡིན་པ་ཡིན་ནས་རེད་ངོས་ནས་དགོར་རྡ་རམ་ས་ལ་རང་ཡིན་པ་ཡིན་ནས་རེད་རྒན་རྒོ་ད་ཚང་མས་ང་ཚོ་ལ་ངོས་ནས་སྒོར་མོ་བཅུ་མིན་ནས་རེད་ལྔ་བཅུ་ཡིན་ནས་ཚང་མ་ང་ཚོ་ལ་དཔེ་ལོག་པ་ཡག་པོ་བྱས་སོང་ཟེར་སྙིང་ཐག་པ་ནས་ཐུགས་རྗེ་ཆེ། འདི་ག་རེ་ན་ད་འདི་རེད་ལས་ཀ་ག་རེ་མོ་ག་ཕྱི་ན་རེད་ཆ་ཡེ་ད་ཀྲིམ་ནི་ན་རེད་ཕ་ཛུ་འགྲོ་འོ་ན་རེད་ག་རེ་ན་དངུལ་རེད་ད་འོ་ན་ལེན་ད་ད་ང་ཚོ་ས་གནས་ན་འོ་རེད་ད་ང་ཚོ་རབ་ཀེ་ལི་མི་དམངས་མདོག་ནི་རྒྱབ་ཆོད་ད་རྒྱ་ཆ་རྒྱ་ནག་འོ་རེད་ད། ཡིན་ན་གིས་ཕྱི་ལོགས་ཀྱི་དངུལ་དང་དེ་རྒྱ་གར་གྱི་དངུལ་དུ་བརྩིས་ན་ཕྱི་ལོགས་ཀྱི་དངུལ་དུ་སླེབས་རྒྱུ་དེ་ཕལ་ཆེ་བ་འདུག་བ་ལ། འདི་འོ་ན་གཅིག་སླེབས་དུས་གཅིག་ག་རེ་ན་གཅིག་ཡང་ཕུན་ཆུང་པོ་ཞིག་ཆགས་འགྲོ་གི་འདུག་བ། ད་ཡིན་ནམ་མིན་ན་ད་འདི་རེ་བྱས་ད་ཚང་མ་ད་ངས་འདིའི་སྡིངས་ཆ་དེ་དེ་གོ་སྐབས་དེ་གླེང་བྱས། རབ་དགེ་ལེགས་མི་མང་ཆེ་རུ་བ། འོ་ན་པད་མ་སི་ཐུགས་ཆེ་གནང་ལ་སྙིང་ཐག་པ་ནས་ཐུགས་ཆེ་གནང་ལ། ང་ར་རྩེད་མོ་ཚོགས་ཆུང་ད་མེན་པར་བྱུང་ནས་ཚང་མ་ཐོག་ནས་ད་ང་ར་ཚོགས་ཚོགས་བྱས། དེ་གིས་རབ་དགེ་ལེགས་མི་མང་ད་ཨ་ཅང་ཅང་ཡིན་པར་པད་མ་སི་ཐུགས་ཆེ་གནང་ལ་ཡ་ཨ་ནི་འདི་ད། ཨ་ནི་ཕྱི་རྒྱལ་ཁག་ལ་ཞུགས་མཁན་ཚང་མ་ལ་ཡང་ད་ང་ཚོ་ད་ལྟ་བར་དུ། ཇེ་རབས་ཀི་ལིང་མི་མང་ཡིན་ན་རེད་ཇེ་ས་གནས་ཁག་གཞན་དག་ཡིན་ན་ཡང་རྒྱབ་སྐྱོར་གནང་དེ་སྐོར་དཔེ་མ་ཐུག་ཆེ་ན་ཡང་ལ་ཡིན་རོ། ཨ་ནི་མ་འོངས་པ་ཡིན་ན་ཡང་མུ་མཐུད་གནང་རོགས་བྱེད་ལ་ཡིན། ད་དྲི་བ་དེ་བ་ལན་བརྒྱ་བ་ཞིག་མདོར་བསྡུས་ཞུ་རེད་ན་དེ་འདྲ་རེད། ང་སྒྲོག་བྱེད་ན་དངོས་མང་བཙལ་ཏེ་ཉིས་སྟོང་བདུན་ནས་རོ། ཕ་མ་གི་རྒྱབ་སྐྱོར་ད་ཕྱིར་ལ་ནས་ཇི་སྲིད་ཡིན་ཡང། ང་པ་ར་ལ་སོགས་ཆ། ལག་པ་ཆག་ཕྱིར་དང་རྩེད་མོ་རྩེ་རྩེད་མོ་རྩེ་རེད། ཨ་ནི་དེ་དུས་ཕ་མ་གི། ཨ་མ་གི། ད་མ་རྩེ། ད་སུའི་ནས་སྙིང་རྗེ་སེམས་ཁྲལ་ཡོད་ར་ཕ་མ་སུའི་ནས་ག་ལེ་ར་ཡ་ཡོད་མ་རེད་དེ་ནང་ལ། དུས་དུས། ཉོ་ཡ་དེ་འདྲ་ཡོད་མ་རེད་དུས་དུས་གང་ཚུ་འགྲོ་དེ་ར། འགྲོ་སོང་རེད་ད་ག་ནས་ཤི། སུ་སུ་གནས་སྐྱེལ་བྱུང་ན་སུ་སུ་དེ་ཕ་མ་ཡི་འགྲོ་སོང་ག་ར་ཨ་ས་མ་རེད་ལ། འགྲོ་སོང་ཕ་མ་བཏང་དུས། ཕ་མ་ཡང་སུ་ཡིན་སེམས་ཁྲལ་ཡོད་དག་ན་ཞིག་ར་ཡས་ཁང་བུ་ཅིག་ཁོ་ཚོ་དེ་རང་ལག་ད་ང་གཅིག་པོ་མ་རེད་ཚང་མ་ཨ་མདོ་ཧ་གོ་ཡི་ཁྱོད་རང་ཡིན་ནི་ཧ་གོ་ཉི་མ་བརྩེགས་དེ་རེད་ར་ཡས་ཨ་ན་ཤི་རྗེས་མེད་ཨ་ཁྱེད་རང་ཚོ་འོན་ཏེ་གང་ཆགས་འགྲོ་ཡ་ལ་དེ་འདྲའི་ལག་ངོ་ནས་ཕ་མ་ཡི་ཁ་ལ་ན། གལ་སྲིད་དེ་ནས་ང་རང་ཚོ་གི Income ལག་བར། འགྲོ་སོང་གི་ཁ་ལ་བར་ད་སོ་སོ་གི་ཅིག་རག་གྱོད་ན་ད་དངོས་གནས་ཡིན་གྱི་རེད་ད་དངོས་ནས་བརྩེ་ན་ཕ་མ་ཡིན་ནི་ད་འགར་གང་ཞིག་འདི་གའི་ནང་རྒྱུ་བརྩེ་ལགས་ར་བརྩེ་མོ་བརྩེ་ཞིག་རྒྱུ་ལགས་ར་ག་ན་དེ་ནས་ཅིག་རག་དེ་གོ་ར་སོ་སོ་ལྟོ་གས་འགྲོ་ཅིག་དེ་དུས་རྟོག་གེ་ཡོད་མ་རེད་ནི་གང་བོ་བྱུང་སུ་སུ་ད་ལྟའི་འགྲོ་སོང་ཐད་པར་བ། ད་ང་འགྲོ་ཆུང་ན་འདི་ཆགས་རེད་སྐྲན་ནད་སེལ་ལ་ནས་ད་ང་བི་བི་ཡོད་ཅིག་ཡིན། རྩེད་མོ་རྩེ་དུས་གང་འདྲས་ལབ་ན་སྐྲན་ནད་སེལ་སྙི་མ་ད་དན་ད་གང་འདྲ་གང་མ་སྙི་མ་དེ་བ་ན་སྒྲིག་འཛུགས་ཡོད་དུས། རྩེད་མོ་རྩེ་དུས་གཅིག་ནད་སྐྱོན་བྱུང་ཡོད་ན་རྐང་པ་ཆགས་ཡོད་ནས་གར་བྱུང་ཡོད་ནས། ནི་འདི་དེ་ཚན། Tournament མ་ཚར་བ་དུ་དེ་ཚན་འདི་མ་ཚར་བ་དུ། ཁོ་ཚོས་ཀྱི་འགྲོ་སོང་གཏང་གི་འདུག་ར་ཏན་ཏན་འགྲོ་ཅི་ཚར་ས་ན་ཨ་ནི་སུ་སུ་རེད་ཤག་དེ་ཕོ་བྱ་ཉི་མ་ཧུང་སུ་ལས་ཡོད་རེད་ཨ། པུ་གུ་ཅི་ནི་འདི་བྱེད་ས་ཅི་རིགས་བྱེད་རེད་འབུམ་གཅིག་དང་ཆ་ག་སུ་འགྲོ་རེད་འདི་ཆ་ག་ཕ་མ་ཡི་བཏང་རེད་ཆ་ཚོགས་པ་ཡི་བཏང་རེད་འདི་ཧུང་སུ་ཚོགས་པ་ཡི། ཀྲེན་ནེ་སི་འབྲེལ་བ་ཡོད་མ་རེད་ཀྲེན་ནེ་སི་དུས་དུས་ཉི་མ་བཅུ་བཙས་རེད་ཉི་མ་བཅུ་བཙས་ཚར་ད་ལག་པ་འདུག་ཤག་ཆ་སར་ད་འདི་བྱེད་རིགས་ཕ་མ་སུ་ཡིན་ནས་སེམས་ཁྲལ་ཡོད་ར་ཨ་ན་འགྲོ་སོང་གང་དགོས་ཅི་ར་འདི་སུ་སུ་སོང་འདི་བྱུང་བཅས་ཡོད་མ་རེད་སོང་ཨ་ན་འགྲོ་དུས་དུས་ཨ་ནི་འོན་ཏེ་གཉིས་ཀྱི་གཅིག་འོན་དེར་བསམ་གི་འདུག་ར།

ད་ལྟ་ལོ་ཁོང་ཚོས་ནི་འཇིགས་ནུབ་ལ་འབུམ་གཉིས་དང་ཆ་ག་འགྲོ་སོང་བཏང་བཞིན་ཡོད་རུང། ད་དེ་རེད་ཕ་མ་ཡིན་ནས་གལ་སྲིད་སྡེ་བ་དེ་ངས་བྱས་ན་ད་མང་ཆེ་སྡེ་བ་མང་ཆེ་ཚོང་རྒྱ་དེ་གོ་རེད་དགུང་ཚོང་ང་ཡིན་ནས་དགུང་ཚོང་རྒྱ་དེ་གི་རེད་སྡེ་བ་མང་ཆེ་དེ་གི་རེད་ད་གཞིས་ཆགས་ཀྱི་ཚང་མ་དེ་རེད་ངོ་ཚོ་རེད་ར་དགུང་ཚོང་རྒྱ་གི་རེད་ཁ་ཤས་ལེགས་མ་ཕྱིན་དེ་དེ་གོ་རེད་ད་འདི་ལ་ཨ་ཨོ་སྟོང་ཕྲག་སུམ་ཅུ་ཞིག་རག་གི་འདུག་ལྔ་བཅུ་ཞིག་རག་གི་འདུག་ཕུལ་ལ་བཏང་གི་ར་ཕ་མ་ཡིན་ནས་ག་གི་རེད་ཨོ་ཡུ། རྩེད་མོ་རྩེ་ཞིང་ཉི་མ་བཅོ་ལྔ་ལ་བཏུང་ན་ལྔ་བཅུ་དང་ནི་སུམ་བཅུ་ན་ཡག་པོ་རོ། ད་ཨིན་དེ་འགྲོ། འདི་ཡག་པོ་ཐུང་དག་ན་ཤེས་ཀྱི་ཡང་ད་འདི Income Source Chai ལ་ཡང་ད་ཞུ་བྱུ་གོར་གོར་ཚང་མ་ད། འདི་ཡང་ད་འདི་མི་མང་དང་གཞུང་སྒྲིག་ཚུགས་ངེས་ནི་ཅིག་གི། འདི་ག་ལ་ཅིག་དྲི་བ་དེ་ལ་རང་ངའི་བསམ་ཚུལ་འདི་རེད་གསུང་གི་འདུག་ད་ཀྲི་ནི་སི་ད་བོད་གཞུང་ཝར་ལི་རེད་རོ་ད་འཕྲོད་བསྟེན་ལི་ཝར་ལི་རེད་རོ། ད་འདི་བོད་གཞུང་ནི་ཅིག་གི། རྩེད་མོ་འདི་སློབ་སྦྱོང་གི་ཝར་ལི་གོར། ནམ་རྒྱུན་ཡིན་ན་རྩེད་མོ་བར་སླེ་བར་འདི་ལ་དུས་ཡིན་ད་སླབ་གྲྭ་ཁག་བོད་པའི་གི་སླབ་གྲྭ་བོད་ཀྱི་མི་ནས་རེད་བསམ་པོ་རེ་སླབ་གྲྭ་བྱས་དེ་ནས་སྣོ་ལ་ཡིན་ད་སླབ་གྲྭ་གཅིག་བོད་པའི་སླབ་གྲྭ་མང་པོ་བྱས་རོགས་སླབ་གྲྭ་ཁག་སྤུ་གུ་ད་ཉུང་རུ་འགྲོ་གོར་དེ་ཡིན་ནས་སྙན་མ་ནས་སྙན་མ་དེ་མ་བྱས་པ་ར་བྱས་འགོ་ཚུར grass root level བྱས་ཏོ་སྤུ་གུ་ཆུང་ཆུང་སླབ་གྲྭ་དེ་ལོ་བརྒྱད་དགུ་ནས་གཅིག་དེའི་ག་ལ་རོགས་བོད་གཞུང་གི་གཅིག་བར་ཆད་འགྲོ་ཚུལ་ནས་ལོ་ཟླ་རེ་ཤུགས་རྒྱབ་བས་ན་ཕ་མ་གི་སྤུ་གུ་ད་སླབ་གྲྭ་ལ་མཉམ་དུ་འགྲོ་གོ་རོགས་སླབ་གྲྭ་འགྲོ་ཚུལ་མ་ཞོར་ལ། ཆུ་གཅིག་གཉིས་ཞོ་ཁའི་གོང་དང་ཡང་མེད་ན་གོང་ཚན་སྐབས་འདུག་དུས་ཚོད་ནས་ཨ་ནི་ཀོའོ་ཞིག་འདུག་ཚོད་ལ་བྱིན་བྱིས་པ་ཡིན་ན་རོ། ཨ་ཏི་ཀ་ལ་བཞུགས་ནས་དཔེ་ཤ་ཡག་པོ་ཞིག་འགྲོ་སོང་བཏང་བ་ཡིན་ན་ཨ་ནི་ང་ཚོ་མ་འོངས་པ་ལ་དེ་ཅིག་གི་རྩེད་མོ་རྩེད་མཁན་ལ་དཀའ་ངལ national team ལ་དཀའ་ངལ་ཐིག་མ་རེད་ཁ་ཆེན་པུའུ་ཆུང་ཆུང་ནས་སློབ་སྦྱོང་བྱེད་རག་དེ་གོ་ར་གཉིས་པ་དེ་ཁ་ལོ་ན་ཕ་མ་ཚོ་ལ་ཏིས་ཅིག་ཅིག་རང་གི་བོད་པ་མང་ཆེ་ལོ་རྒན་པ་ཚོ་སློབ་རྩེད་མོ་ལ་དགའ་བོ་རག་ཡོང་གོ་རེ་ནས་ཁོ་ཚོ་གི་དེ་ལ་རྒྱབ་སྐྱོར་ག་འདྲ་བྱེད་དགོས་མིན་ཚོ་གོ་ཚུགས་གོ་མ་རུང་གོ་ཅིག་གི། ད་རྩེད་མོ་ལ་དགའ་བོ་ཡོད་རེད་ཨོ་ཁེ་ལྟ་དུས་ཀྱི་ང་ཚོའི་སོ་སོའི་སྤུ་གུ། སོ་སོའི་གཞིས་ཆགས་སྤུ་གུ། སོ་སོའི་བན་སྐྱག་དེ་འདྲ་རྩེད་གོ་རེད་རྒྱབ་སྐྱོར་བྱེད་གོ་རེད་ནི། ད་དེའི་ཕ་མ་ཚོ་ལ་ཅིག་ཨ་ད་ཕ་མ་ད། ལོ་བརྒྱད་པ་འཛོ་རུ་འོ་ད་དེང་སང་ཕ་མ་དབང་ཆེན་སློབ་ཆུང་ཡོད་རེད་ད། སྙེ་མ་སློབ་ཆུང་ཡོད་མ་རེད་དེང་སང་ཕ་མ་ཚང་སློབ་ཆུང་ཡོད་རྒྱུ་རུ་བ་ལབ་དྲ་འགྲོ་ཉུང་རྒྱུ་རུ་བ། དེ་ལ་ཕ་མ་ཚོ་ལ་ཅིག awareness གི་དེ་འདྲའི་ཅིག work shop འགྲོ་དང་ཨ་སྤུ་གུ་བཏང་དགོས་གལ་ཆེན་པོ་ཡིན་མེད། ད་དེང་སང་སྤྱི་བཏང་གི་ཨ་ད work shop མང་པོ་འགྲོ་སྡོད་གོ་ར་ཡིན་ནི་ཨ་ད་རྩེད་མོ་ག་ལས་དུས་གསུམ་པ་ཨོ་ཁེ་སྤུ་གུ་ལོ་དྲུག་བདུན་བརྒྱད་ནི། སྤུག་ལ་སྦུག་གཡོ། སྒྲིག་ཆས་མཛུབ་གཡོ། སྟངས་འདིར་སྟངས་ཡོད། ད་ལྟ་བཏང་བ་ཙམ་འགྲིག་མ་རེད་ཕ་གས་ལ་བསླབ་གཉེར་ཡག་པོ་ཞིག་དགོས་རེད་ཚད་ལྡན་ཞིག་རེད། ད་ཚད་ལྡན་ཚོ་ལ་དངུལ་སྤྲད་དགོས་རེད་རུལ་སུངས་གཏང་དགོས་རེད་ཐང་འདིང་དགོས་རེད་ཐང་འདིང་སྤང་བྱུང་ན་སྤང། རེད་མེད་པ་ཡིན་ན་ད། ཧུན་སུར་གཞིས་ཆགས་དར་མ་ས་ལ་གཞིས་ཆགས་ཨ་འདི་སྤང་མི་འགྱོ་དེ་འདྲ་ཡོད་རོགས་དེ་ཚོ་ལ་ད་ཁོ option ཡོད་མ་རེད། ཡིན་ནའི། ག་ཚོད་ཐུབ་ཐུབ་གཞུང་གིས་འགྲོ་སོང་བཏང་བོད་གཞུང་ནས་འགྲོ་སོང་བཏང་ཙེ་རི་སོགས་གཞུང་སྒེར་གྱིས་གྲ་སྒྲིག་བྱེད། སླབ་གྲ་ཁག་ལ་འབྲེལ་བ་བྱེད། འདི་འདྲའི་བྱིས་པ་ཡིན་ན་རང་ཕ་མ་འཇུ་ཁའི་འོ། ང་ཚོའི་སྤུ་གུ་ཡར་རྒྱས་འགྲོ་གི་འདུག་བསམ་ནས་ཅིག་པ་ར་བིད་འགྲོ་འགྲོ་ཟོས་བྱས་ནས་ཡར་རྒྱས་འགྲོ་རྣམ་པ་མཐོང་ན། ཕ་མ་ཁའི་རྒྱབ་སྐྱོར་ཕྱིར་བསམ་གི་འདུག་ཨ་ཕ་མ་རྒྱབ་སྐྱོར་ཕྱིར་ན་ལ་ཁའི་རོ་ཨ་ནི་དེང་སང་དྲ་ཡས་དུས་ཚོད་རེད་དཔེ་ལེགས་ལེགས་འོ་ར་སྤུ་གུ་ཅིག་ཅིག་ཡག་པོ་བཙལ་རྒྱོ་ཅིག་བིད་འགྲོ་འགྲོ་ཟོས་ནས་བ་ཡལ་འགྲོ་སོང་ན།

ལོ་བཅུ་མཇུག་ནས་ང་ཡེ་ནས་རྫུན་འདྲི་རྒྱལ་བ་ཕེ་ལིན་བདེ་སྐྱོ་རེད་ཨ་ན་དགུན་ཚོང་རྒྱབ་བྱས་ད་ནི་མང་ཆེ་དེ་ག་རང་རེད་སྤུ་གུ་མང་ཆེ་དེ་སང་ཁ་ལ་ན་ཞེས་ཞབས་བྲོ་ཆེ་རྩེད་མོ་ཆེ་དེ་ག་ལ་དོ་སྣང་སྤྲད་དེ་གི་རོ་དེ་ག་ལ་དོ་སྣང་སྤྲད་དུས་དུས་ད་ག་ན་ཞིག་བོད་གཞུང་གི་ཁྱེད་སི་འདི་ས་ཤུགས་རྒྱ་ན་ཕེ་ཅིན།

ལགས་སོ་ནི་ངས་ཚང་མ་ལོ་ང་ཚོས་ཀྱི་གླེང་མོལ་ལས་རིམ་ལ་བཅར་འདྲི་དང་ལེན་གནང་བ་ལ་ཐུགས་རྗེ་ཆེ་འདི་ལ་ཕེར་བ་འདི་ལ་ཡང་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཆེ་ནས་ཞུ་ཡས་ཡིན་ཐུགས་རྗེ་གནང། རྩ་བའི་ཐེངས་དེའི་གླེང་མོལ་ལས་རིམ་འདི་ཉིད་རྒྱལ་ཡུམ་ཆེན་མོའི་དྲན་རྟེན་གསེར་གྱི་གཟེངས་རྟགས་རྐང་རྩེད་སྤོ་ལོའི་འགྲན་བསྡུར་ཐེངས་ཉི་ཤུ་རྩ་དགུ་པའི་རྩེད་འགྲན་མཐའ་མ་མ་རྩེ་གོང་གི་སྔ་དྲོར་ཆགས་ཀྱི་ཡོད་པ་དང། འོན་ཀྱང་སྟབས་མ་ལེགས་པ་ཞིག་ལ་ཉིན་དེར་རྡ་ས་གཅིག་ཁྲིད་རུ་ཁག་གི་རྩེད་འགྲན་པ་ཞིག་གིས། མི་གཞན་གྱི་དཔྱ་ཁྲལ་ལག་དེབ་བདེ་འཇོལ་བྱས་པའི་གནད་དོན་དང་འབྲེལ། གོ་ལ་དེ་ལས་མི་མང་ཁག་ཅིག་གིས་རྐང་སྤོལ་ཐང་དུ་ངོ་རྒོལ་གནང་ཡོད་པར་བརྟེན། རྩེད་འགྲན་དེ་ཉིད་ཉིན་གྲངས་གཉིས་རིང་རྩེ་མ་ཐུབ་པའི་གནས་སྟངས་འོག་ལྷུང་སྟེ། མཐར་རྡ་ས་གཅིག་ཁྲིད་རུ་ཁག་མཐའ་མའི་འགྲན་སྡུར་ནས་བུད་དེ། སྦེལ་ཀོབ་ལུགས་བསམ་གོ་ལ་ཐར་ལེ་རུ་ཁག་དང་མོན་གོ་འདོད་རྒུ་གླིང་རུ་ཁག་གཉིས་དབར་མཐའ་མའི་འགྲན་སྡུར་གནང་ཡོད་པ་རེད། གཤམ་ལ་རླུང་འཕྲིན་ཁང་ནས་རྩེད་འགྲན་དེའི་ཐོག་དོ་དབྱིངས་ཡོད་མཁན་ཁག་ཅིག་ལ་ད་ལྟའི་དཔྱ་ཁྲལ་ལག་དེབ་དང་འབྲེལ་བའི་གནད་དོན་དེ་རིགས་མ་ཡོང་བའི་ཆེད། ཐབས་ལམ་གང་སྲིད་སོགས་ཀྱི་སྐོར་དགོངས་ཚུལ་རྒྱུས་ལོན་ཞུས་པ་ཞིག་རྒྱང་བསྲིང་དང་འབྲེལ་དེ་རིང་གི་ལས་རིམ་དེ་མཇུག་སྒྲིལ་ཞུ་གི་ཡིན། རྐང་གཉིས་དེ་དངོས་གནས་ཁོ་རང་བློ་ཕམ་པོ་རུ་ཞིག་རེད། ད་དེ་གང་དག་ན་ཞིག་དེ་དངོས་གནས་ཁོ་རང་དེ་ག་ས། གཡུས་ཁོ་རང་ནས་ཞིབ་འཇུག་ཡག་པོ་བྱེད་འོག་ཏུ་ས་གནས་ས་གནས་ས་གནས་ལ་དེ་ཡོད་རེད་ཁ་ས་རང་བདེ་སོགས་ཅུང་ཆེ་དག་ན་ཞིག་གི་དེ་སྐུ་ངོ་ལ་ཡོད་ར་ཁོང་ཚོ་དང་པོ་དང་པོ་ཉིད་སོ་སོ་ས་གནས་འདི་ནས་རྒྱབ་གཉེར་རག་གོ་ར་ས་གནས་དེ་ཡག་པོ་ཞིབ་འཇུག་བྱས་ཨ་འདི་བྱས་ལ་ཨ་ཕྱི་ལོག་འགྲོ་ན་རྩེད་མོ་རྩེ་ག་འགྲོ་ན་ག་རེ་ཡིན་ན་ཡག་པོ་འོང་ནི་རེད་ཡག་པོ་རོགས་ཞིག་མཐོང་འོག་ཏུ་གཞན་པ་སྙིང་རྗེ་དེ་འདྲ་དེ་ལ་དངོས་གནས་ཏི་ཨེ་ནེ་སི་ལས་ཁག་མེད་ར་ཁ་ལ་ན་སྙིང་རྗེ་ཁོང་ཚོ་ས་གནས་ངོས་ནས་རྒྱབ་གཉེར་སྤོ་ར་རག་ཡོད་ར་ཨ་བྱས་ཙང་ང་ང་རང་བསམ་ཚུལ་ཡིན་འོང་དེ་འགྲོ་བྱེད་ཡིན།

ཁ་གསལ་ཞིབ་འཇུག་བྱེད་གལ་ཆེན་པོ་རེད་མཐོང་གི་འདུག་ཨ་འདི་བྱས་ལ་སྙིང་རྗེ་ལྟས་ནས་སེ་ལག་པ་རག་གོ་རེད་ཨ་ནེ་ལྟས་ནས་སེ་དེ་དངོས་གནས་ཧོ་ར་མི་གཅིག་གཉིས་གཅིག་མ་རེད་མི་གསུམ་བརྒྱ་བཞི་བརྒྱ་ས་ཅི་དེ་ག་ས་རང་བྱས་ལ་དུ་གཅིག་བྱས་པས་ཁག་པོ་ཡོད་ར་བྱས་ཙང་དང་པོ་དེ་དངོས་གནས་ཁོ་རང་ལས་ས་གནས་འགོ་འཛིན་དེ་དེ་གལ་ཆེ་གལ་ཆེ་ཤོས་རུ་མཐོང་གི་འདུག་ངེད་ཀྱི་ས་གནས་འགོ་འཛིན་དེ་ནས་ངོ་མཚོ་རྒྱབ་ངེས་རག་གོ་རེད་རྩེད་མོ་རྩེད་ཆོག་གི་ཡོད་མེད་ཆ་ཚང་དེ་ཨ་ནེ་འོན་ཏེ་ང་རང་ང་རང་ཡོད་ནས་ས་གནས་འགོ་འཛིན་དེ་དང་པོ་གལ་ཆེན་པོ་བྱས་ཨ་འདི་ལྟས་ནས་སེ་ཁོ་རང་སུ་ཡིན་པ་ཅི་ཡིན་ནས་ཞིབ་འཇུག་བྱས་པས་གལ་ཆེན་པོ་རུ་མཐོང་གི་འདུག་རང་བྱས་ལག་དེབ་དེ་ཡོད་ར།

ཨ་ནི་ཡིག་ཆ་དེ་གས་མ་ཞིབ་འཇུག་བྱས། ཨ་འདི་ཡིག་ཞིབ་འཇུག་བྱས་དེ་ཀང་ལྟ་བུ་དེ། རྒྱ་གར་ནང་ལ་རྩོད་དོན་བ་ཡོད་རྐྱེན་འདི་གས་ལ་དེ་གས་སུ་ལྟ་མཁན་ཡོད་མ་རེད། བ་ཡུལ་ནང་ལ་ཡོད་པའི་རྩོད་དོན་ལ་ཡ། ཨ་ནི་གནས་ཚུལ་འདི་འདྲའི་གོ་དེ་གས་ཡོད་རེད་ཨ་ང་ཚོ་དོག་པ་བྱས་བསྡད་ལ་ཡ། ཨ་འདི་བ་གས་ནག་རིལ་ལྟར་ཡོད་བ་གང་ཤེས་ཅིག་ལ་ཡ། ཨ་རྒྱ། བ་ཡུལ་ནང་ལ་བོད་པའི། བ་ཡུལ་ནས་ཡིན་པའི་འདི་གས་བ་གས། འདི་སྐད་བོད་པ་ཡིན་པ་འདི་སྐད་ལ་ཡང་ནག་རིལ་དག་ཡོད་པ་གང་ཞིག་གི་ལ་ཡང་ཨ་ནི་རྒྱ་དྲི་མ་ངོས་དེའི་མདུན་ན་ལ་མིང་མེ་འདྲ་བ་ཡོང་ཡ་ཡི་འདི་འདྲའི་ཆ་རྐྱེན་ཡོང་སྲིད་པ་རེད་ཟེར་འདི་འདྲའི་གི་གནས་ཚུལ་གི་ཡོད་ས་རེད་ཡིན་སྲིད་པ་ཚང་མ་ཆ་མང་པོ་ཡིན་འདྲའི་ཡོད་ས་རེད། ཡིན་ནའི་ད་འདྲའི་གི་འདི་འདྲའི་གི་གནས་ཚུལ་ཡིན་ས་མ་རེད་ཁོ་པ་རེད། ཅི་སྟེ་དྲན་པ་གཅིག་གི་སོ་སོའི་ངོས་ནས་ཅིག་བོད་གཞུང་གི་རྒྱ་དྲི་མ་ངོས་གི་ད་ཅིག་ལོ་བཅུ་གྲངས་ལོ་བཅུ་ཕྱིན་ན་རེ་ག་ཚོད་ཕྱིན་ནས་རྒྱ་སྟོད་མ་དངུལ་གྱི་ཟླ་གཉིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩང་གཉིས་ནས་ཨ་ནི་བབ་ག་རེ་ཆད་དེ་ཡིན་ན་འདི་བརྒྱ་ཆ་དགུ་བཅུ་མ་ཆག་ཆེ་འདི་འདྲས་ཀྱི་གོ་སྐབས་བཟང་པོ་ཅིག་ཕུལ་འགྱོག་ཅིག་གོ་སྐབས་འདི་གླེང་མ་ཐུབ་པ་འདི་ལས་བློ་ཕམ་དང་ཨ་ནི་ཡོང་རྒྱུ་བདེ་བའི་ལོའི་ནང་ལ་ཡ་རྒྱལ་ཡུམ་ཆེན་མོའི་གི་འཕྲོད་བསྟེན་བྱུང་པའི་སྐབས་ལ་ཨ་ནི་བ་ཡུལ་ནས་ཡིན་པ་འདི་བརྒྱད་ཀྱི་ཡིག་ཆ་འདི་ལ་དམིགས་བསལ་གྱི་དོ་སྣང་སྤྲད་དགོས་ཡའི་གནས་ཚུལ་བྱུང་བ་རེད་གསུངས་པ་འདུག་དེའི་དུས། བོད་སྐད་གཏན་འབེབས་བྱེད་བྱ་བའི་ཡིག་ཆའི་ནང་ལ། དངོས་སུ་བོད་ཡིག་བཀོལ་བའི་ཁ་སང་སྐད་ཆ་བྱུང་ཨ་ནི་དོན་ཚོ་གསལ་པོ་བཟོས་ཨ་ནི་སྔོན་མ་ནས་སྒྲིག་གཞི་ཡོད་པ་ནང་བཞིན། རྩེད་འགྲན་རུ་ཁག་འདི་གས་སྔ་ས་ས་ནས་འཛོམས་ཡོང་པའི་སྐབས་ནས་བཀའ་མོལ་འདི་གས་སྒྲིག་གཞི་ཁོ་རའི་ནང་ལ་ག་རེ་ཡོད་པ་དེ་མ་ཞུས་ཡས་མ་གཏོགས་ཕར་མ་ཞུས་མོ་གོ་ཡས་འདི་བྱུང་པ་ཡིན་ན་ཨ་ནི་ཁོ་སྒྲིག་གཞི་ཞིག་ཚོ་འགྲོ་ཐུབ་ཡས་ཨ་ནི་ད་ལྟའི་ཆ་ལ་སྔོན་མ་ཡིན་ན་ཁྱེད་ལྗང་ཁུ་ཅི་གོ་ཅི་ལྟ་གོ་ཨེ་ཅི་དང། འདི་ཕ་གའི་གནས་བབ་ལ་ཡ། ཅི། ས་གནས་སོ་སོ་ལ་ཡ། ཨ་ནི་འདི་རེད་འདུག་རེད་མི་འདུག་ད་ཡ་ཐམས་ཅད་ཡོད་མ་འདུག་ཡོད་མ་རེད། ཨ་ད་ལྟའི་ཆ་ལ་ཡ། ད་ཅི། གནས་ཚུལ་འདི་ཡིན་དུས་ཙམ་མ་ལ་ཡ་འདིའི་སྐྱོན་ལ་འཕར་མ། ཨ་ནི་ཟབ་ཟབ་ཆེ་ཆེ་ཡིག་ཆ་བཟོས་གོ་ཨེ་འདི་འདུག། ཨ་ནི་འདི། འདི་ཡིག་འདི་རེད་ཚང་མ་ལོ་ལ་ཡ། འདི་གང་ལ། ལག་བསྟར་བྱེད་བཞིན་པ་རེད་ད་ལྟ་ཧ་ལམ་ང་ཁྱེད་ཀྱི་བྱུང་ད་ལྟ་ཡིག་ཆ་འདོན་སྤེལ་ནང་འགྲོ་བཞིན་པ་རེད་དེ། ཧ་འདི་གནས་ཚུལ་དངོས་མ་འདི་ད་ག་ལ་རུང་ང་ཚོ་མ་སོ་ནས་ཞིབ་འཇུག་ཞིབ་ཚགས་བྱེད་ནས་བྱས་ཚིག་དེ་རེད། གཅིག་ཐོར་བུ་སྤྱི་ཡོངས་ཙམ་མིན་པར་འདི་ནི་ཞིབ་ཞིབ་ཚགས་པོའི་ཐོག་ནས་བྱེད་དགོས་ཡས་ཀྱི་གནས་བབ་ཅིག་ད་རེད་དེ་ཉམས་མྱོང་སྤྲད་པ་རེད་བསམ་གྱི་འདུག།